ལྕགས་ར་ན་ས་མེ་ད་གྲོང་གསེབ་ཞིག་ཏུ། འོ་དེ་ནང་ལ་དེ་གནས་ཚུལ་དེ་ཆུང་བཞག་ཡོད། ཨ་ནི་ད་དེ་ག་འདྲའི་འགྲོ་ཅི་རེད་ཞག་ལབ་པ་ཡིན་ན། ཨ་ནི་ཧ་ད་དེ་གྲོང་གསེབ་དེ་ནང་ལོག་ལ་ཡོད། གོ་འདྲིས་ཁྱེད་རང་ལྕགས་ར་ན་ས་ཞིག་ད་གྲོང་གསེབ་དེ། ངས་མ་བལྟས་པར་དེ་ཞིག་ནང་ལོག་རེད་ངས་ད་ངེས་ལ་སོ། ཨ་ནི་འོང་དེ་གྲོང་གསེབ་དེ་ནང་ལོག་ལ་ད་ལྟ་མི་ཞིག་བསྡད་ཡོད་འདུག་ར། མི་དེ་ཁོ་རང་ལོ་ག་ཚོད་རེད་ཞག་ལབ་ན་ལོ་ཉི་ཤུ་རྩ་བརྒྱད་རེད་ཞུ། ཨ་ནི་ཁོ་རང་མི་དེ་ཨ་ནི་ཆུང་དུས་སྐབས་ལ་ཁོ་རང་ལོ་གཉིས་ཡིན་པའི་སྐབས་ལ་ཨ་ནི་ཁོ་རང་གི་པ་ལ་དེ་གྲོངས་ཚར་ཞག་ཡོད། ཨ་ནེ་འདི་ཁོ་ཚོའི་གི་ནང་ལ་འདི business ག་རེ་བྱེད་དུ་ལབ་པ་ཡིན་ན། ང་ཚོ་འདི་སེ་མན་དང་མ་སཱ་ལ་གི business ཡོད། འོ་དེ་འདྲའི་གི business གཅིག་བྱེད་དུ་ར། ད་བུ་དེ་ཡང་ཁོ་རང་ལོ་གཉིས་ཡིན་པའི་སྐབས་ལ་ཁོ་རང་གི་པཱ་ལ་དེ་གྲོངས་འདུག་སྐབས་ལ། ཨ་ནེ་ད་ནང་ང་ཅིག་རྒན་དང་ཚང་མ་དེ་ཚོ། ཨ་ནེ་ཁོ་རང་གི་དཔུང་པ་གང་ལ་རྒན་ནེ་ཚོ་སླེ་བོར་འདུག་ཡ། ཨ་ནེ་ད་འདི་ཁོའི་གི་ནང་མི་ནང་ལ་སུ་སུ་ཡོད་རེད་ལབ་པ་ཡིན་ན།

འདི་ཁོ་ཡི་ག་བ་ཉོན་ནི་ཁི་ལིག་དུ་ལ་ན་ཨ་ནི་ཡང་ད་ཨིན་དོར་ལ་སར་འགྲོ་བྱས། ཨན་ཁོའི་བྱ་ལ་དེ་ཚོ་ཉོན་ནི་ཁི་ལིག་དུ་ར། དེ་འདྲ་བྱེད་དུ་ཡོད་ད་ཁོ་རང་མི་ག་འདྲེ་འགྲོ་བྱེད་རེད་ཤ་ལ་ན་ཁོ་རང་མི་ཡོད་ང་ཚོ་གི་ནམ་རྒྱུན་དུ་ནི་མི་སིམ་པལ་བྱས། ང་ཚོ་གི་དེ་འདྲའི་ཁྲ་ཁ་འཁྲུ་མཁན་མེད་བ་དེ་འདྲ་ཡོད་མི་ནམ་རྒྱུན་སིམ་པལ་དེ་འདྲ་བྱེད་རེད་ཤ་ར། དེ་བྱེད་དུ་གབ་ལ་ཨ་ནི་ཡང་ད་ཁོ་རང་ལ་ང་ཚོ་གི་ད་མིག་ཟུར་ཁ་ནས་ང་ཚོ་དགྲ་འདྲ་བོ་དང་ཨ་ནི་ང་ཚོ་མི་མཉམ་དུ་ལ་རྩོད་པ་ཤོར་རན་དང། ང་ཚོ་མི་མཉམ་དུ་མ་དགའ་བ་ཅིག་ཡོད་ར། དེ་འདྲའི་ག་རེ་གང་བྱེད་མི་དུ་ཡོད་འདྲ་ད་དེ་འདྲའི་སུ་ང་བརྗོད་མ་རུ་ཡོད་དེ་བྱེད་དུ་གབ་ལ་ཨ་ནི་ཡང་ད་ཉི་མ་གཅིག། ཐོབ་རྒྱ་གོ་བརྒྱ། ཨཱ་འདི་བུ་ཡག་པོ་འདི་ཁོ་རང་ཨཱ་ནི་གྲོངས་ཤག་ལས་དུ་ར། དེ་བྱེད་དུས་སྐབས་ལ་ཨཱ་ནི་ཚང་མ་བརྒྱ་ཁོ་རང་ང་ཚོ་ཧང་སང་ཡིན་ཆོག་གང་ཡིན་ཟེར་ན་ཁོ་ལ་དགྲ་ནི་ཡོད་མ་རེད། ནམ་རྒྱུན་དུ་ཨཱ་ནི་ང་ཚོའི་མི་མཉམ་དུ་དགྲ་ཞེ་དྲུག་པ་ལེགས་དོག་དེ་འདྲས་དྲུག་པ་འགྲོ་བརྒྱ་དེ་འདྲས་ནི་དགའ་བོ་ཡོད་མ་རེད། ཁོ་རང་ནམ་རྒྱུན་དུ་ནི་མི་སིམ་པལ་དེ་ངས་ཁོ་རང་བོ་ར་ལས་ཀ་བྱེད་ཁོ་རང་བོ་ར་ནང་ལ་དཀའ་ལས་རྒྱག་ནི་དེ་དེ་འདྲས་བྱེད་མཁན་ཞིག་རེད་དོ། དེ་བྱེད་དུས་སྐབས་ལ་ཨཱ་ནི་ཨཱ་ནི་ཉི་མ་གཅིག་ཁོ་གྲོངས་རེ་ལ་དུས་སྐབས་ལ་ཨཱ་ནི་མི་ཚང་མ་ཧང་སང་གི་དུ་ར། ཨཱ་ནི་ད་ཨཱ་འདའ་ཉི་མ་གཅིག་ཡོད་ཨཱ་ནི་ཨཱ་འདའ་དགོང་ཟླ་ཚེས་ཉེར་གཅིག་ལ་ཨཱ་འདའ་འདི་ཁྱོ་ག་འདི་ཁོ་རང་ཉེ་འཁྲིས་ག་ལ་བརྒྱ་ཐོ་ཁོ་རང་མི་འདའི

མོ་བཞིན་ལག་པ་རྐང་པ་ཚང་མ་སྤྲུལ་སྐུ་དུ་ར། དེ་སྤྲོད་ཚེ་ཞུ་སྒོ་ལ་ཡང་དག་མི་མང་དེ་ཚོས་ཀྱིས་ཏང་དང་རྒྱལ་གཅེས་བྲིས་དང་མོ་ལ་ཡང་ཁ་ཆེས་ཁ་ཆེས་སྐད་བྲིས་འདུག་སྐབས་ལ་མོ་ཡིས་ཁ་ལེགས་དུ་བསླབས་ན། ཨ་ནི་ནང་ལ་དེ་འདྲའི་ང་ཚོ་མི་ངོ་མ་ཤེས་པ་ཅིག་རྫུས་ལས་སུ་ལེགས་དུ་ར། རྫུས་ལས་བྱས་ཨ་ནི་ཨ་མདའ་ཁྱོ་ག་དང་སྐྱེས་མེད་དེ་ལ་ཁ་སྤྲད་ནས་བཞག་སུ་ལེགས་དུ་མི་དེ་ང་ཚོའི་རུམ་ཁ་ཁ་ཁ་ཁ་ནང་ན་བཞག་སུ་ལེགས་དུ་ར། དེ་ཞུ་ལ་ཨ་ནི་ཨ་མདའ་ཁྱོ་ག་དེ་གིས་ཨ་མདའ་དེའི་མི་དེ་མཉམ་དུ་ལ་ཕ་རང་ཅག་ང་ཚོ་འཛིན་མཁན་ཐབས་ཤེས་བྱེད་འདུག་སྐབས་ལ། ཨ་ནི་ཨ་མདའ་ཕ་ཆོས་མི་དེ་གིས་མི་དེ་ང་ཚོ་ཨ་ནོན་མི་བྱོས་ར་མི་ངོ་མ་ཤེས་པ་དེ་འོང་དེ་གིས་ཨ་ནི་ཨ་མདའ་ཁྱོ་ག་དེའི་སྒོ་དབང་ལ། ཤུགས་ཆེན་པོ་ཅིག་ཞུས་སོ་ལེགས་འདུག་ར། དེ་ཞུས་འདུག་སྐབས་ལ་ཨ་ནེ་ཨ་ད་ཁྱོ་ག་དེ་དང་རང་ལྟ་གོ་མ་ཚར་དོ་ཉེ་ཏྲི་ག་ལ་ཡོད། དེ་ཞུས་ལ་ཨ་ནེ་ཨ་ད་མོ་རང་གི་ཁ་ལེགས་འདུག་ལ་འོ་ན་ཀྱེ་མི་དེ་གི། ཨ་ནེ་ཨ་ད་ནང་ལ་མི་ཅིག་འཛུལ་ལེགས་སོ་ལ་རང་མི་ངོ་མ་ཞེན་པ་དེ་ཡོད། འོ་དེ་མི་དེ་གི་ལེགས་འདུག་ར། ཨ་ནེ། ཁྲི་ལྔ། ང་ཚོ་གི་སྐད་ཞུས་ར། ང་ཚོ་གི་པེ་ཤ། པེ་ཤ་ཁྲི་ལྔ་དེ་མཉམ་དུ་ཁྱི་ཟོ་ལེགས་འདུག་ར་དེ་དང་མཉམ་དུ་ལ། ཨ་ནེ་འབུམ་གསུམ་གི་ང་ཚོ་གི་ད་རྒྱན་ཆ་ཡོད་ར་གསེར་གི་རྒྱན་ཆ་དེ་ཚོ། དེ་ཚོ་ཚང་མ་ཁྱི་ནི་བྲོས་ཟོ་ལེགས་འདུག་ར། ད་འོ་དེ་འདྲའི་སྐད་ཆ་དེ་ཚོ་ལ་གི་འདུག་ར། དེས་སུ་ལ་ནས་ད་ཁོང་ཚོ་ཚང་མ་ཡི་ཏང་དང་ཁྱོ་ག་དེ་ལ་མེ་འགའ་ལས་ཁྲལ་བྱེད་དུ་རག་རྒྱུ་ནི་མེ་འགའ་ནི་ག་ལེགས་མདོར་ན་ཁོ་གྲོངས་ས་ཞིག་ལ་ཡོད་དུ་ཡོད་ཨ་ནི་ཏང་དང་སྐྱེད་མེད་དེ་ལ་ཡོད་ང་ཚོ་གི་ཤི་མ་ཤི་ཉུལ་དུ་ཡོད་ད་ཁྱོ་ག་དེ་གྲོངས་རག་ཡ་ཁྱོ་ག་དེ་ལོ་ཆེན་པོ་མ་རག་མོ་རང་ཡི་ལོ་ཆེན་པོ་མ་རེད་དོ། དེ་བྱེད་དུ་གབ་ལ་ཨ་ནི་མོ་ཧང་སང་མང་པོ་ཅིག་ཉུལ་དུ་ཡོད། ཡིན་ན་ཡང་ད་དེ་ལ་ང་ཚོ་གི་ཏུས་གཅིག་ག་རེ་བྱ་ལ་ན། ཨ་ད་མོ་རང་གིས་ག་ལ་བ་རེད་ཁྱོ་ག་དེ་དེ་འདྲ་བྱེད་ནི་ད་གོ་ག་ལ་ཨ་ད་མི་དེ་གི་ཞུས་སོ་ཨ་ནི་ཁོ་མ་རིག་བྱས་ཁོ་གྲོངས་སོ་ལ་འོར་དོ། དེ་ལ་དུ་གབ་ལ་ད་ཨ་ད་ཁོས་གིས་ཨ་ད་གྲོངས་ད་འགལ་ཅི་ཨ་ད་སི་ཏཱ་ཡལ་བྱོས་ར་འདི་དང་ད་མོས་ཀྱི་དང་ད་ཁ་ནི་ལ་བ་བརྗོད་རང་བདེན་ཚུལ་གཉིས་སྣང་ལ་ང་ཚོས་ཀྱི་མཐུན་གོ་དུ་ལ་ན་མཐུན་གོ་མིན་དུ་ཡོད་ད་འདི་ག་འདྲི་བཞིན་མཐུན་གོ་དུ་ད་མིན་དུ་དེ་མི་ད་ཡང་ད་ཀྱི་རྣམ་པ་ཚུར་ལ་ཐ་མ་དེ་ལ་ཤེས་ཀྱིར་འདོད་ཨ་ནི་ཡང་ད་འདི་སྨྱོས་ལ་ང་ཚོ་ག་བ་ལ་བྲོད་ལ་ན་ད་ད་འདི་ཁྱོ་ག་དེ་དང་དཀྱིལ་མི་དེ་ཀྱིས་ང་ཚོས་ཀྱི་སྔོ་མ་ཀྱི་མི་ཚེ་བརྗོད་རང་ང་ཚོས་ད་ཁོ་རང་གཉིས་མི་ད་ཆུང་དུ་ནི་ག་འདྲི་བཞིན་ཐུག་ཡོད་མེད་དང་ད་ད་དེ་འདྲ་ཡི་ང་ཚོས་ཀྱི་ད་ཁྱོ་ག་དེ་གྲོངས་དགོས་ཡ་ཀྱི་གནས་སྟངས་ག་འདྲི་བཞིན་ཆགས་ཡོད་མེད་བརྗོད་རང། འདི་ངའི་རྣམ་པ་ཚོ་ལ་ད་ལྟ་འགྲེལ་བཤད་རྒྱག་དགོས་ཡོད། ད་འདི་ག་འདྲི་རན་ལབ་པ་ཡིན་ན་རག་ད་ད་ལྟ་ཡང་ཁྱོ་ག་འདི་དང་སྐྱིད་མེད་འདི་ཡོད། ད་ད་ཁོ་རང་གཉིས་ཆུང་དུས་སྐབས་ནི་ཆང་ས་རྒྱག་ཚར་ཁྱོད་ཅིག་རེད་བཞག་ཡོད། གང་ཡིན་ཟེར་ན་ཁོ་རང་ཚོ་ཡང་ཆུང་དུས་སྐབས་ལ་ཆང་ས་རྒྱག་ཡས་ཀྱི་དེ་འདྲའི་ལུགས་སྲོལ་ཞིག་འདུག་འདི་གྲོང་སྲས་དེ་ན་ལོ་དེ་འདྲའི་ལུགས་སྲོལ་ཞིག་འདུག་ར། འདི་བྱེད་དུས་སྐབས་ལ་ད་ཁོ་རང་གཉིས་བཞག་ཡོད་ཆུང་དུས་སྐབས་ལ་ལོ་བཅོ་ལྔ་ཟིན་པའི་སྐབས་ལ་ཡོད་གཉིས་ཀ་ཆང་ས་རྒྱག་བཞོན་ཡོད་ད་རྒྱ་གར་དུ་ནི་བཞུར་བ་ཡིན་ན་ཁོ་ཚོ་གིས་བལ་བི་བ་ལ་ཡི་འདུག་ང་ཚོའི་སྤུ་གུ་ཆུང་དུས་སྐབས་ནི་ཆང་ས་རྒྱག་ཡས་འདུག་འོ་དེ་འདྲའི་བྱེད་དུས་སྐབས་ལ་ད་ཁོ་རང་གཉིས་ཆུང་དུས་སྐབས་ནི་ཆང་ས་རྒྱག་ཚར་འདུག་ཡ།

ད་ཁྱོད་རང་ལོ་བཅོ་བརྒྱད་ཆགས་ཚར་རེད་ད་ཁྱོད་ཁྱོད་རང་ཁྱོ་བ་ནང་ལ་ཕར་རྒྱུགས་ལེགས་འདུག་ར་འདི་ལ་སྡུག་ག་བུ་ལ་ཨ་ནེ་ཡང་ད་བུ་མོ་འདི་ཡི་མི་ཚེ་ནང་ལ་དེ་སྡུག་ཕ་དུ་ལ་ང་ཚོས་ཀྱིས་ད་མི་གསར་བ་ཅིག་ང་ཚོ་མོའི་མི་ཚེ་ནང་ལ་སླེབས་ཚར་འདུག་ར་ཨ་ནེ་མོ་རང་གིས་ག་ལེགས་འདུག་ན་ན་ང་ཁྱོ་བ་ནང་ལ་རྒྱུགས་མེད་ལེགས་འདུག་ར་གང་ཡིན་ཟེར་ན་ཁྱོ་ག་དེ་ང་ངོ་བོར་ཤིང་མེད་ལུགས་དེ་ཡག་པོ་བྱས་ནས་ཡོད་འོ་དེ་འདྲ་ལེགས་འདུག་ར་གང་ཡིན་ཟེར་ན་ཅིག་ད་ཧང་ད་མོ་རང་མི་ཚེ་ནང་ལ་ད་ཁྱོ་ག་གསར་བ་ཅིག་སླེབས་འདུག་ཡང་ང་ཚོས་ཀྱིས་ད་ས་ཡིག་ལ་ང་ཚོ་འདི་ལེགས་ར

འགྲོ་གི་ཐུགས་ར་འོ་དེ་ཁྱོ་ག་དེ་ནང་ལ་མི་འདེ། ཨ་ནི་སྟངས་དེ་མོད་ཀྱི་མི་ཚེ་ནང་ལ་ད་ལྟ་ངན་ལ་ཟ་དགའ་རོ་ཟ་བ་ཞིག་སླེ་རོ་ལ་ཟ། འོང་དེའི་བུ་དེ་ཁོ་རང་ལོ་ག་ཚོད་རེད་ཤ་ལ་ན་ལོ་སུམ་ཅུ་སོ་གཉིས་ནས་སོ་གསུམ་བར་ལ་རེད་ཤ་ར། ཨ་ནི་ཁོད་ཀྱི་ལས་ཀ་གར་བྱེད་ཀྱི་འདུག་ལ་ན་ང་ཚོད་ཀྱི་ད་ད་ཧའི་བའི་ད་དེ་འདྲས་གང་ལ་ང་ཚོད་ཀྱི་གྲ་པ་དེ་འདྲས་འདུག་ང་ཚོ་ཟ་ཁང་ག་ལ་ཟ་ཟ་དེ་འདྲས་འདུག་འོ་དེ་འདྲས་ཅིག་ཁོ་རང་གི་ད་ད་ར་ནི་བྱེད་འོར་ཕ་ག་ལ་ཡོད། དེ་བྱེད་འདུག་སྐབས་ལ་ཨ་ནི་ད་ཁོ་རང་ཡོད་ད་དེ་བུ་མོ་དེ་ལས་ལོ་བརྒྱད་ཀྱི་ཆེ་རེད་ཤ་ར། དེ་མ་ཟད་ཀྱི་ཨ་ནི་ད་ཁོ་རང་ལ། སྤུ་གུ་གཉིས་ཡང་དུ་གཡོགས། དེ་འདྲ་བྱས་ནས་ཏང་ད་ཀྱེ་མེད་དེ་མོ་རང་ཡོད་ཡ་ད་དེ་མོ་རང་གི་དགའ་རོགས་སུ་དོ་དགའ་རོགས་གསར་བ་ཞིག་མི་དེ་འོ་དེ་ཉམས་འདུག་ལ་ཨ་ནི་ང་ཚོས་ཀྱི་ཁ་པར་ནང་ལ་ང་ཚོ་ཀྱི་སྐད་ཆ་རྒྱུན་རིང་པོ་དེ་འདྲ་མང་པོ་བཤད་ནས་བསྡད་ཆོག་འོ་དེ་འདྲ་བསྡད་ཀྱི་འདུག་དེ་མིན་པ་ཀྱི་ཁོང་ཚོས་ཨ་ཉི་མ་རྟག་པ་རྟག་པ་ཡོད་ང་ཚོ་ཐུགས་ཁ་བྲོས་ཆོག་འོ་དེ་འདྲ་ཐུག་གི་འདུག་དེའི་ཆེད་དུ་ཨ་ནི་ཨ་ད་ག་ལེ་ག་ལེ་ལ་མོ་རང་གི་གྲོང་གསེབ་དང་ཨ་ནི་ཨ་ད་གཡས་གཡོན་གྱི་གྲོང་པ་ཁྱིམ་མཚེས་དང་ཁོང་ཚང་མ་གྱི་ཧ་འུ་དུ་ཡོད་མོ་ཨ་ད་མོ་རང་ཁྱོ་ག་ཡོད་ཀྱི་ཡོད་ཀྱི་ལ་ཨ་ད་མི་གཞན་པ་ཞིག་མཉམ་དུ་ལ་དེ་འདྲ་ཐུག་གི་འདུག་ལ་ནི་ཡོད་ཚང་མ་ཡང་ཧ་གོ་ཏུ་འཇུག་ནས་ཡོད་ག་ལེ་ག་ལེ་གྲོང་པ་ཁྱིམ་མཚེས་དང་ཁོ་རང་ཚོ་གྲོང་གསེབ་མི་དེ་ཚོ་ཚང་མ་ཡོད། ཡིན་ན་ཡང་གྲོང་པ་ཁྱིམ་མཚེས་དེ་ཚོས་ཀྱིས་ཨ་ནེ་ཨ་མདའ་མོ་རང་གི་ནང་མི་དང་དེ་ཚོ་ལ། ཚིག་བཅད་ལེགས་མོ་འདི་ཡོད་ཨ་མདའ་ཁྱོད་རང་གི་བུ་མོ་དེ་ཡག་པོ་ཞེན་པ་ཉུང་དུ་ཐུག་གི་འདུག་དེ་ལ་ཡང་རེ་བ་ད་ཅིག་ཡོད་ར་ང་ཚོ་སྲིད་སྐལ་འགྲོ། དེ་འདྲའི་ག་རེ་གང་བྱེད་ཡིན་མོ་འདི་ཡོད་གང་ཡིན་ཟེར་ན་ཁོ་ཚོ་གར་བསམ་གོ་ཐུབ་ན་ན། ཨ་ནེ་ཨ་མདའ་བུ་མོ་དེ་ད་ཨ་མདའ་མི་བཟང་ཅིག་གི་མནའ་མ་ཅིག་ཆག་གོ་ར་མོ་རང་ངོ་ནས་བཤད་ན་ཆང་ས་བརྒྱ་ཚར་ར་ད་ལོ་བཅོ་ལྔ་སྐབས་ཐུག་ནས་ཡོད། དེ་བྱེད་ཐུག་སྐབས་ལ་ཡང། ཨ་མདའ་མོའི་སྐོར་ལ་དེ་འདྲ་དེ་འདྲ་ལབ་པ་ཡིན་ན་ད་གཟོད་དེ་ཡང་སེམས་པ་གནོད་ཀྱི་རེད་བསམ་ཡོད་ཀྱི། དེ་འདྲ་བྱེད་དུས་སྐབས་ལ་ཨ་མདའ་ཚང་མ་གིས་ལག་གི་མི་འདུག་ཡ། ཚང་མ་ཡང་ཁ་བཙུམ་ནི་བསྡད་ཀྱི་འདུག་ར། དེ་མིན་པ་གིས་ཨ་མདའ་མོ་རང་གི་ནང་མི་བྱོས་ར། ཁོ་ཚོ་གིས་ཡང almost ཧ་གོ་གི་ཡོད་ཟེར་དུ་ཨ་མདའ་མོ་རང་དེ་འདྲ་བུ་གཞན་པ་ཅིག་མཉམ་དུ་ཐུག་གོ་ར་ལས་བྱོས་ར། དེ་འདྲ་ཧ་ད་གོ་གི་ཡོད་ཟེར་དུ་ཡིན་ན་ཡང་ནང་མི་དེ་ཚོ་གིས་ཡང། ཁ་བཙུམ་ནི་བསྟན། བཞོ་འོ་དེ་འདྲའི་བྱེད་དུ་ར། དེས་ཆུ་ལ། ད་ཨ་མདའ་ཐ་མ་དེ་ལ། ཨ་མདའ་དེ་བུ་མོ་དེ་ལ་ངེད་ལ་ཟ། ཉིས་སྟོང་ཉི་ཤུ་ལ། ཨ་མདའ་མོ་རང་གི་ཁྱོ་ག་སྙེ་མ་འཇུ་ར། འོ་དེ་ནང་ལ། ཏང་གུ་ཐུ། ངེད་ལ་ཟ་ཆུང་དུ་སྐབས་ཆང་ཚ་གེར་ཁྱོ་ག་ཞུ་ད། འོ་དེ་ནང་ལ་ཏང་ར་ཏོ། ཏ་མོ་འོ་དེ་ནང་ལ་ལེ་ཚར་ཁྱོ་ག་ནང་ལ་ཡོ། Finally ལེ་ཚར་ད། ལེ་ཚེ་བའི་ཞུ་གུ་ལ། ངེད་ད་མོ་རང་གི་ཁ་གཅིག་ཏུ་ལ་བ་ཡིན་ན་ར་མོ་རང་གི་ཁྱོ་ག་ལ། བས་ཁོ་རང་ང་ཚོས་ཀྱི་ལྕགས་སྲིན་པོ་ཟེར་ཅོ་ལྕགས་སྲིན་པོ་ག་འདྲའི་གྲོགས་སུ་གྱུར་འདུག་ལ་ན། ཨ་ནི། ཕ་ཆོས་འདི་མི་བདེ་ང་ཚོས་ཁྱོ་ག་འདི་ག་འདྲས་ཞིག་ལ་ན་ར་མོ་ར་ཆུང་དུས་སྐབས་ལ་ཆང་ས་རྒྱག་རྒྱུར་ཁྱོ་ག་བྱོས་ར། འོང་འདི་གི་ང་ཚོས་ཀྱི Skin Tone ལེགས་ར་ང་ཚོས་ཤམ་ཏོ་འདི་ག་འདྲས་ཞིག་ལ་ན། ཤམ་ཏོ། ང་ཚོས་ཀྱི་ནག་པོ་རེ་བྱོས། དེ་བྱོས་དུས་སྐབས་ལ་ཨ་ནི་ཨ་ད་མོས་ཀྱི་རྟག་པ་རེ་ཁྱོ་ག་འདི་ལ་ང་ཚོས་ཀྱི་ད་འདི་བྱས་ཅོ་སྨན་ར་བབས་བསྡད་ཅོ་ང་ཚོ་སྤྲོ་ན་བྱས་ཅོ། ཁྱོད་རང་ཤམ་ཏོ་ནག་པོ་རེ་བྱ་ཨ་ནི་ཁྱོད་རང་ད་མི་ད་ང་དྲི་ཟབ་བྱིའོ་མར་ལས་ཅོ། ང་འགྲོ་ད་བུ་མོ་དཔེ་ཨ་ནི་ང་ཤ་དགའ་བོ་ཡོད་ང་མཛེས་མ་ཡོད་ལས་ཅི་མེད། དེ་འདྲའི་ལེགས་དང་མོད་ཀྱི། ཨ་ནི་ཨ་ཁྱོ་ག་དེ་ལ་མེ་ར་བབས་པོ་དང་ཁྱོད་ར་གཤམ་དུ་ནག་པོ་རེད་ཤག་ཨ་ནི། ཁྱོད་ལ་ད་ང་མི་འདེ་ངོ་ཆུང་ར་ཡ་མ་རེད་འགྲོ་མི་དེ། དེ་འདྲའི་གི་སྐད་ཆ་ནག་པོ་དེ་འདྲའི་ཅིག་མང་པོ་ལེགས་ཡོད་ཟེར་ད་ཉི་མ་རྟག་པ་རྟག་པ་འགྲོ་ཡ། ཨེ་འགྲོ་ཁོ་ལ་དེ་འདོ། ཡིན་ན་ཡང་ད་ཁོ་རང་གཤམ་དུ་ནག་པོ་དང་དེ་འདྲའི་ཆགས་བ་རྒྱུ་མཚན་ག་ལ་ན། ཁོ་ར་ཆུང་དུས་སྐབས་ནི་ཁོ་རང་དཀའ་ལས་ཀྱ་ནི་ལས་ཡོད་ར། དེ་མིན་པ་གི་ཨ་ནི་ད་ཁོ་རང་གི་ཡ་ད Business ཅིག་ར་ནི་བྱེད་འོར་ལ་སང་གི་མ་སཱ་ལ་དང་ཁོ་རང Spices དང་དེ་ཚོ་ག་ཅིག་ཡོད། སེ་བན་དང་དེ་ཚོ་ག་ཅིག་ཡོད། དེ་བྱེད་དུས་སྐབས་ལ་ཨ་ནི་ད་ཁོ་རང་གི་ཡ་ད་དེ Business དོན་དག་ལ

དེ་འདྲའི་འགྲོ་བ་ཞིག་དྲན་གྱི་རང་ངོ་ནི་རིག་ན་ཡང་ཡིན་ནམ་མོ་གིས་དེ་འདྲ་བསམ་གྱི་མི་འདུག་ར། མོ་གིས་དེ་འདྲ་བསམ་མའི་ཚབ་ལ་མོ་གིས་ལྡོག་ཕྱོགས་ཤིག་བསམ་གྱི་འདུག་ཨ་ནི་ཁྱོད་རང་ཤམ་ཏོག་ནག་པོ་རེད་ང་མཛེ་བོ་དཔེ་ཡོད་འགྲོ་མི་འདོད་ཨ་ནི་ཁྱོད་རང་ལྟ་མི་འདོད་ང་དྲི་ཟབ་བྱིའུ་མར་འགྲོ་མི་འདོད། དེ་འདྲས་ཀྱིན་ཀྱང་ཨ་ནི་ཨ་མདའ་ཁོ་ལ་ང་ཚོའི་རྟག་པར་བཞེངས་ཏེ་ང་ཚོ་ད་ཚེ་མ་འགྲོ་ཚུལ་དེ་ཤོ། མོས་གུས་ཡོད་ཨ་ནི་མོ་རང་ཁྱོ་ག་ལ་སྐད་ཆ་ནག་པོ་དེ་ཚོ་ལབ་དེ་འདྲས་བྱིའུ་འོར་ངེད་ལ་ས་ཤམ་ཏོག་གི་ཐོག་ལ་ཡོད། ཨ་ནི་མོ་རང་ལ་དུས་ཚོད་སྟོང་པ་རག་འདུག་མོ་ཡི་ཁ་ཆུ་བོ་རེད། མོ་རང་གི་ཅི་ཡང་ད་གའ་རོགས་གསར་བ་ཞིག་ཐོག་ཏིང་ཡམ་འདུག་ལ་ང་ཚོས་ཀྱིས་ནི་ཁ་པར་བརྒྱུད་ཆེད་སྐད་ཆ་མང་པོ་ཅིག་བཤད་ནས་འདི་འོར་ཡོད། དེ་བྱེད་དུས་སྐབས་ལ་ནི་ཁྱོ་ག་དོག་པ་ཟན་ཡིན་ར་ཡ། ཕ་ཆོས་འདི་ཡི་ཁ་རེ་སུ་ཡང་འབུད་ཀྱི་ཞིག་ཡོད་ན་དེ་འདྲ་རྒྱུད་རིང་པོ་སྐད་ཆ་བཤད་དུ་ས་མེད་ཅོ། དེ་བྱེད་དུས་སྐབས་ལ་ནི་ད་ཁྱོ་ག་འདི་བསམ་གི་འདུག་ར། ད་ཨ་ད་མོས་ཀྱིས་མི་འདི་ལག་ཐོག་ཁ་པར་འདི་དེ་མ་ཅིག་ཅག་བྱེད་ན་བསམ་གི་འདུག་ར། ཨ་ནི་ད་མོ་རང་ལ་ལག་གི་འདུག་ཡོད། ཁྱོས་ལག་ཐོག་ཁ་པར་འདི་ཅིག་སྟོན་ད་ལེགས་འདུག་ར། དེ་ལ་དུས་སྐབས་ལ་གད་མི་འདི་གིས་ཨ་ནི་ག་ལེ་ག་ལེ་རྩོད་པ་དགོས་འདུག་ཡོད། ང་ལག་ཏུ་ཨ་ཕར་སྟོད་སྨད་ལེགས་འདུག་ཡ། དེ་ལག་ཏུ་གབ་ལ་ཁྱོ་ག་རླུང་ལ་ཡིན་ར་བ་ཅོ་དེ་ཁ་ཆེ་འདུག་སྨད་ན་བསམ་གི་ར་དོག་པ་མང་ལ་ཡིན་ར། དེ་བྱེད་དུ་གབ་ལ་ཐ་མ་དེ་ལ་ཁོང་ཚོ་ཡི་ཧ་གོ་གི་འདུག་ཡ། ཨ་ནེ་ཨ་མདའ་ཀི་མེད་དེ་ཁྱོ་ག་ཞེན་པ་ཅི་སྙམ་དུ་ལ་བྲེལ་བ་འདུག་ལ་ཡ་ཅོ། དེ་ཧ་གོ་ན་ཡང་ད་ལྟ་དེ་ཁྱོ་ག་དེ་ཡི་ནང་མི་ཅོ་ར། ཁོང་ཚོས་ཀི་དེ་སྐད་ཆ་དེ་ཆོ་ལོ་ལ་ཁྱབ་ཀི་འདུག་ལ་ན་ཁྱབ་ཀི་མི་འདུག་ཡ། གང་ཡིན་ཟེར་ན་ཁོང་ཚོས་གར་ས་མུ་ལ་ན། གལ་སྲིད་དེ་སྐད་ཆ་དེ་ཡོ་ཨ་མདའ་ཁོ་རང་ཚོ་ནང་གི་མནའ་མ་དེ་ཁྱོ་ག་ཞེན་པ་ཅི་སྙམ་དུ་ལ་བྲེལ་བ་འདུག་ལ་ན།

མོ་རང་ཆོས་ཆོས་ཀྱི་ཡང་ད་ཀྱི་མེ་ཞུ་དང་འོང་དེ་ཡི་ལག་ཏུ་ཁ་པར་དེ་ཉི་མ་གཅིག་པི་ངའི་བུ་མོ་ལག་པ་ལ་ཐེབས་ཀྱི་འདུག་ཡ། ཐེབས་འདུག་བབ་ལ་ཡང་ད་པི་ངའི་བུ་མོ་དེ་ག་ཅིག་འདུག་ལ་ན་དེ་ལག་ཏུ་ཁ་པར་དེ་བསྔོག་བྱས་དེ་ནང་ལོག་ལ་མེ་སེ་ཇོ་ར། ཡང་ད་མོ་རང་གི་དགའ་རོགས་ཉམས་དོ་ལ་ང་ཚོས་ཀྱི་མེ་སེ་བཏང་གྱོ་ད་ཅེར་བྱེད་གྱོ་ད་མང་པོ་ཇོ་ར། དེ་ཚོ་ཚང་མ་མོ་རང་གི Screen Shot བྱས་རྗེས་མོ་རང་ནང་མི་དེ་ཚོ་ལ་སྟོན་གུ་དོ། སྟོན་འདུག་བབ་ལ་ནང་ལ་རྩོད་པ་ཞུགས་འདུག་ར་ཁོ་ཚོའི་མི་དེ་ད་གདན་འདྲེན་ག་འདྲེ་རེད་གཅིག་རེད་གཉིས་རེད་ལ་ཡ་ཇོ་ར། ཡང་ད་ཁྱོ་ག་ས་བ་ཚོ་ལ་མི་དེ་གདན་འདྲེན་ཁོ་ཚོ་རྩོད་པ་ཞུགས་འདུག་ཡ་ང་ཚོ Phone དེ་འདྲ་མང་པོ་བཏང་ནས་ཁྱོད་གཅིག་བྱས་ནས་གཉིས་བྱས་ནས་ལ་ནི་ཡོ། དེ་ཞིག་འདུག་སྐབས་ལ། ད་ཐང་མ་དེ་ལ་རྩོད་པ་མང་པོ་ཞུས་འདུག་སྐབས་ལ། སྐྱེ་མེད་འདི། འབྲུག་གི་ལེགས་ཐོག་ནང་ལ་ཡོད་མོ་རང་ནང་ལ་ཡོད། འགྲོ་ཤོད་འདི་མོ་ཡོད། འགྲོ་རྩོད་བཞུགས་ལ་ཡོད། ད་ག་ལེར་ག་ལེར་ད་ཉི་མ་གཅིག་འགྲོ་གཉིས་འགྲོ་གསུམ་འགྲོ་བཞི་འགྲོ། ཉི་མ་མང་པོ་འགྲོ་འདུག་སྐབས་ལ། མོ་གླས་ཀྱི་ཡོད་མོ་ནང་ལ་ཡོད། མ་གླས་འདུག་སྐབས་ལ། ད་ད་གྲོང་པ་ཁྱིམ་མཚེས་དེ་ཚོས་ཀྱིས་གལ་ཆེ་དྲི་ཡན་ཡིན་ར། ཁྱོད་རང་གི་སྐྱེ་མེད་འདི་ད་རྒྱུད་རིང་པོ་གླས་མ་སོང། ག་ཅི་རེད་ག་བར་འགྲོ་རེད་ལན། དྲི་བ་དགོས་གོ་ཡང། འོ་དེ་དྲི་བ་དགོས་དོ། དེ་དྲི་བ་དགོས་དུས་སྐབས་ལ། ད་ཁྱོ་ག་དེ་ཚད་རེད་བྱོ། ད་ཡང་མི་དེ་ཚོས་གར་བསམ་གྱིན་ཡོད་ན་ཅིག་བསམ་གྱིན་མེད་ན་ཡང་འདུག་ག་དེ་ནི་བསམ་གྱིན་མེད་ན་འགྲོ་ས་མེད་བྱོ། དེ་བྱེད་དུས་སྐབས་ལ་ཐ་མ་དེ་ལ་ཁོང་ཚོས་ཡག་མ་གལ་ཆེ་ཤེས་དེ་འདྲ་བྱེད་ནི། ཐ་མ་དེ་ལ་སྐྱེ་མེད་དེ་ལ། ནང་ལ་སྐད་བཏང་ཡང་བྱེད་དུ་རང་འཇགས་ཡོ། སྐད་བཏང་ཡང་བྱེད་ཀྱི་འདུག་ལ་ན་ཀི་ཡིན་ན་ཡང་སྐྱེ་མེད་དེ་གིས་མོ་རང་གིས་ང་ཚོས་གིས condition ཁ་ཤས་ཅིག་བྱ་ཡི་འདུག་ཡོ། ང་ཚོས་གིས་རྒྱ་གར་དུ་ནི་ཞུས་ན shart ཡོ། Shart ཁ་ཤས་ཅིག་བྱ་ཡི་འདུག་ར། ཤར་དང་པོ་དེ་ག་རེ་ཤར་ལ་ན། ཨཱནི། ཁྱོད་ཚོའི་གིས་ལེགས་འདུག་ར། ངེད་ཀྱིས་ལག་ཏུ་ཁ་པར་དེ་ལྕགས་ཕྱེ་ཆུ་བོའི་མེ་ལེགས་འདུག་ཡོ། དེ་ཚོ་ཚང་མ་ང་ཚོ་ཡི་ད་ཤར་དེ་ཚོ་ཚང་མ་ཉན་པ་ཡིན་ན་ང་ནང་ལིག་ལེགས་འདུག་ཡོ། ངེད་ལ་ཟ་ནི་ཤར་དང་པོ་དེ་ང་ད་མོ་རང་གིས་ལག་ཏུ་ཁ་པར་དེ་ཨཱནི་ལྕགས་ཕྱེ་ཆུ་བོའི་མེ་ལེགས་འདུག་ར། ཨཱནི། མོ་རང་ལ་མི་དེ་དྲི་བ་འདྲ་མི་འདྲ་དེ་འདྲི། ཀྱི་ཆུའི་མེ་ལས་དུ་ར། གསུམ་པ་དེ་ལ་མོ་ལ་ང་ཚོའི་ད་ལྟ་རྣམ་པ་དོན་ཡན་གྱི་ང་ཚོའི་མཛེས་བཟོ་ཁང་ཡོད། བིའུ་ཏི་པཱ་ལར་གཅིག་སྒོ་པའི་འོ་ཡོད་ལས་དུ་ར། བཞི་བ་དེ་ལ་ང་ཞོགས་པ་ལྔ་བོ་ལང་གི་མེ་ལས་དུ་ཡོད། ང་ཞོགས་པ་ལྔ་བོ་ལང་གི་མེ་ང་ཆིའུ་ཉན་འདི་གི་ལས་དུ་ར། དེ་ཚོ་ཤར་བཞི་དེ་ཡོད condition བཞི་དེ་ཉན་པ་ཡིན་ན། ང་བཞི་ནི་ཁྱོད་ཚོ་ནང་ལ་གོམ་པ་རྒྱག་གི་ལས་དུ། གལ་སྲིད་དེ་བཞི་དེ་མ་ཉན་པ་ཡིན་ན་གོམ་པ་རྒྱག་གི་མེད་ལས་དུ། དེ་བྱེད་དུས་སྐབས་ལ་མཐའ་མ་དེ་ལ་ཁོ་ཚོ་ཁྱོ་ག་ནང་མིག་གིས་ཉན་འོ་ཐུག་དུ་ཡོད། ཉིན་བྱེད་མཐའ་མ་དེ་ལ་མོ་ནང་ལ་སླེར་དུ། ནང་ལ་སླེ་གི་དུ་ར།

ཁྱོ་ག་དེ་གི་དོགས་པ་བསལ་གི་འདུག་ཡ། དོགས་པ་བསལ་འདུག་གམ་ལ། ཁྱོ་ག་དེ་སྐད་ཆ་དྲི་ཡ་ཡིན་ར་ཡ། སྐད་ཆ་དྲི་གི་འདུག་ཡ། ཁྱོ་ག་དོན་དྲི་མང་པོ་སྐད་ཆ་ཁ་ཤིན་ཞིག་ཡོད་ཡོད་སུ་ཡམ་ཞིག་ཡོད་ཡོད་ཨང་རྩོམ་དེ་དྲི་བ་དྲི་ལེན་དེ་ཚོ་རང་ཚ་ལེ་འདུག་ར། ལེ་འདུག་གམ་ལ། ད་མོ་གར་སང་མུ་ལ་ན། ད་མོ་སེམས་པ་ནང་ཞེད་སྣང་ལེ་འདུག་ཡ། ཞེད་སྣང་དེ་ག་ར་ཤར་ལ་ན། ད་གལ་སྲིད། ད་མོ་རང་གིས་དེ་འདྲ་རང་ཅག་བྱེད་ཡི་འདུག་ང་ཚོ་ཁྱོ་ག་གཞན་པ་དེ་ཚོ་མཉམ་དུ་སྐད་ཆ་བཤད་ཀྱི་འདུག་ལ་ནི་དེ་འདྲ་ཧ་གོ་ན། ཨ་ནི། མོ་རང་མི་དེ་སྡུག་ཆ་ཆགས་ཀྱི་རེད་བསམ། ཨ་ནི་མོ་རང་གི་མིང་དེ་ཡང་ང་ཚོ་ཡི་ད། མིག་གིས་མ་ལ་མི་བལྟས་ང་ཚོ་ཚོ་བོ་ཆགས་ཀྱི་རེད་བསམ། དེ་འདྲ་བསམ་རྗེས་ད་མོ་རང་ལ་ང་ཚོ་ཡི་ད་འདི་ལེགས་ར Social Stigma ལེགས་ར་ཧང་ཚོ་རྒྱ་གར་དུ་ནས་བྱོན་ན་བར་ན་མི་གང་ད་པ་འོ་འདི་རག་གི་རེད་བསམ་ནི། ཨ་ནི་ཡང་ད་མོ་རང་གི་ད་ད་གར་འཚམས་ཁུ་བླ་ན་རག་ང་ཚོ་དངོས་གནས་ཀྱི་མི་ང་ཚོ་མི་དཀྱུས་མ་འགྲོ་ཅིག་ན། ད་ང་ཚོ་ཁ་ཁ་ཅིག་བཞག་འོ་ང་ཚོ་གི་ཁ་གས་གི་ང་ཚོ་འདི་ཅིག་ཤོག་ལས་བྱོ Divorce ལེན་འོ་ལས་བྱོ་འདི་བསམ་གི་རག། མོ་གི་འདི་བསམ་གི་འདུག་ར་ཡིན་ན་མོ་གར་འཚམས་ཁུ་བླ་ན། གལ་སྲིད Divorce ལེན་ན། མོ་རང་ཐོབ་ཐང་ཡོད་ཚོད་རག་གི་མ་རེད་བསམ་མེད་བྱོས། དེ་བྱེད་དུས་སྐབས་ལ་ཨ་ནེ་ཨ་ད་མོའི་ཡིན་མི་འདའི་བསམ་བློ་གཉིས་པ་དེ་ཁར་བསྟན་དགོས་ཚོད་ན། གལ་སྲིད་ཁྱོ་ག་དེ་འཛམ་གླིང་ནང་ཁོ་རང་ལ་མེད་ན་ཨ་ནེ་མོ་རང་ལ་དེ་ང་ཚོའི་ད་རྒྱུ་ད་ང་ཚོ་ཅིག་ཡོད་ར property ལ་ཡོད་བྱོས། དེ་མོ་རང་རག་གི་རེད་བསམ་མེད་བྱོས། མཉམ་དུ་ལ་ཨ་ནེ་ཨ་ད་མོ་མོ་རང་གི་དགའ་རོགས་བྱོས་ར། དེ་མཉམ་དུ་ལ་ཡང་མུ་མཐུད་ནས་ང་ཚོ་ཡི་ཁ་པར་ཏའེ་ད་ཐུ་ཨེ་ད་ག་རེ་ཡིན་ན་ཁོ་རང་ཚོ་འདོད་པ་ཡོད་བྱོས་ར། དེ་ཚོ་ཚང་མ་བྱས་རག་གི་རེད་བསམ་དགོས་ར་གང་ཡང་སྲིད་ན་ཁྱོ་ག་འཛམ་གླིང་ནང་མེད་ན་མེད་དེ་ཚོ་ཚང་མ་བྱས་རག་གི་རེད་བསམ་དགོས་ར་ཡོད། ང་ཚོ་ཀྱི freedom ལ་ཡོད་ར། འོན་ཏེ་ར་ཡིག་རེད་བསམ། ཨ་ནུ་གསུམ་པ་འདི་ལ་མོ་རང་གི་མིང་ཡང་བཟོ་བོ་བྱ་གི་མ་རེད་བསམ་ནས་ཇོ་མིག་གི་མ་ལ་ངོ་བཟོ་བོ་བྱ་ཡས་ཇོ་ར། འདི་ཡང་བྱ་གི་མ་རེད་བསམ་གི་འདུག་གལ་སྲིད་ཁྱོ་ག་འདི་ཧོར་ར་འཛམ་གླིང་ནང་ལ་དེ་མེད་ནར་ད། འདི་ཞེས་འདུག་ག་ལོ་ད་དོན་དག་ག་ལོར་ལབ་ན་ཁྱོ་ག་འདི་གསལ་བ་ཡིན་ན། ཨ་ནི་མོ་རང་ལ་ཁེ་ཕན་མང་པོ་ཅིག་རག་གི་འདུག་བསམ་གོ་རུ་ཡོད། འོ་དེ་བྱེད་འདུག་སྐབས་ལ་ཨ་ནི་ཉི་མ་བརྒྱད་ཀྱི་སྔོན་ལ་ཡོད། ཨ་ད་ཁྱོ་ག་འདི་ཨ་ད་མ་ཤི་ངེས་ལ་ཉི་མ་བརྒྱད་ཀྱི་སྔོན་ལ་ཨ་ད་ཁོ་ཚོས་ཀྱི་ད་ཆབ་སྲིད་སྒྲིག་གལ་དག་ཅིག་མང་པོ་ཇོ་ར། དེ་ཚོ་སྒྲིག་གལ་འགོ་བཙུགས་འདུག་ར། ད་འདི་ག་འདྲས་བྱས་ནས་སྒྲིག་གི་འདུག་ལབ་བ་ཡིན་ན། ཨ་ད་མོ་རང་གི་དགའ་རོགས་ཞུ་དོ། འདི་གིས་ཨ་ནེ་ཨ་ད་མོ་ལ་ཡོག་མི་གཞན་པ་ཅིག་མཉམ་དུ་ལ་ངོས་སྤྲོད་བྱེད་ཀྱི་འདུག་ར། འོང་དེ་མི་དེ་སུ་རེད་ཤ་ལ་ན། ཁོ་ད་ལྟ་བཙོན་ཁང་ནས་ཐོན་ཚར་ཟེར་ཞོག་ཁོ་རང་གིས་སྔོན་མ་དེ་འདྲའི་ལས་ཀ་བྱེད་མྱོང་མ་ཅིག་རེད་ཤ་ར། དེ་བྱེད་དུས་སྐབས་ལ་ཨ་ནེ་ཨ་ད་ཁོ་ཚོས་ཀྱིས་ལྟ་རིགས་ག་ཚོད་ཕིགས་བྱེད་དུ་ད་ན་ཁྱོ་ག་དེ་སའི་གན་ཅིག་ལྟ་རིགས་བརྗོད་ར། འོང་དེ་ཨ་ནེ་ཉིས་སྟོང་ཉི་ཤུ་རྩ་དྲུག་སྤྱི་ཟླ་བཞི་བའི་གི་ལྟ་རིགས་གཅིག་དེ་ཁོ་ཚོས་ཀྱིས་འདྲེས་ཕིགས་བྱེད་ཀྱི་འདུག་ཡོ། འོང་དེ་ཉི་མ་ལ་ཁྱོ་ག་དེ་སའི་ར་ལ་ཡོད་ཅོ། འོ་དེ་འདྲའི་ཕིགས་བྱེད་ཀྱི་འདུག་ར།

དངུལ་འདི་ཚོ་ཚོ་རང་ཅག་ཁྱོད་ཤི་ལེགས་འདུག་ཡ། ཁྱོད་ལེགས་ནི་ཕྱི་མ་ལེགས་འདུག་དངུལ་འདི་ཚོ་རང་ཅག་ཁྱོད་ཤི་ལེགས་འདུག་ར། འདི་ལ་འདུག་སྐབས་ལ་མི་དེ་ག་ལེགས་འདུག་ལ་ཉི་མ་གཉིས་གསུམ་གྱི་ངང་ད་འདོད་སྤྲད་རོགས་བྱེད་ཀྱི་ལེགས་འདུག་ར་ངས་ཁྱོད་རང་ལ་མི་དེ། ཉོབ་མ་བཅུག་ལེགས་བྱ་ངས་ཁྱོད་རང་ལ Disappoint མ་བྱེད་ལེགས་བྱ་འོ་དེ་འདྲ་བྱས་ནས། ཁོ་རང་ལ་ཉི་མ་གཉིས་གསུམ་སྤྲད་རོགས་བྱེད་ད་ལེགས་འདུག་ར། འདི་ལ་འདུག་སྐབས་ལ། མོ་ཉི་མ་གཉིས་གསུམ་བྲིས་འདུག་ར། མཐའ་མ་དེ་ལ་ཡང་ཁོ་ཚོས་ཀྱིས་ཡང་ད་ཁྱོ་ག་དེའི་སྲས་ཀྱི། Date། བྱོས་ར། དེ་ག་དུག Fix བཟོས་ཀྱི་འདུག་ལ་ན། ཉིས་སྟོང་ཉི་ཤུ་རྩ་དྲུག་སྤྱི་ཟླ་བཞི་བའི་ཉིན་ཟླ་རེ་བདུན་ལ་ཡོད། གོ་བ་འདི་གསལ་ཡིན་ལེགས་འདུག་ལ། འདི་ཞིག་འདུག་གམ་ལ། ད་ནི་ཟླ་ཉིས་སྟོང་ཉི་ཤུ་རྩ་དྲུག་སྤྱི་ཟླ་བཞི་བའི་ཉིན་ཟླ་རེ་བདུན་དགོན་ཟླ་འདི་ལ་ག་ཞིག་འདུག་ལ་ན་ར་ཡ། ཁྱེད་མི་འདིའི་ལག་ཏུ་འདི་དངོས་ནས་ཡོད་ཁོ་རང་ཚོ་འདི་རོགས་པ་འདི་ཚོ་ལ་ཡོད། ཆ་བཞི་འདྲི་མཁན་ཞིག་འདུག་ཁོ་ཚོ་ལ་ལེགས་འདུག་ར། ཨ་ནི། ཟླ་རེ་བདུན་ལ་ལེགས་འདུག་ར་ང་ཁྱོད་ཚོ་ཚང་མ་ལ་ཁ་པར་བཏང་གི་མེད་ད་ལེགས་འདུག་ར། གང་ཡིན་ཟེར་ན། ཁ་པར་བཏང་མོ་བའི་རྒྱུ་མཚན་གང་ཡིན་ལ་ན་ལེགས་འདུག་ར་གལ་སྲིད་མ་འོངས་པ་ལ་མི་དེ Police གི་དེ་འདྲའི་འཇུ་བ་འགྲོ་ཡིན་ན། ཨཱ། ལག་ཏུ་ག་པར་དེ་ཚོ་ལྕགས་བྱིའི་རོ་ལ་ལེགས་འདུག་ར། ལག་ཏུ་ག་པར་ལྕགས་བྱི་བ་ཡིན་ན་ལེགས་འདུག་ར། ཨཱ། ངེད་ཀྱིས་ཁྱོད་ཚོ་ཚང་མ་ལ་ཧྥོང་བཏང་རྒྱུ་དེ་ཚོ་ཧ་གོ་ན། ཨཱ། ཡག་པོ་ཡོད་མར་ལས་བྱོས། ང་ཚོས་གང་ཟག plan བྱེད་ནི་མི་འདའི་དེ་བྱེད་རྒྱུར་བསམ་གྱི་རེད་ལེགས་འདུག་ར། དེ་བྱེད་དུས་སྐབས་ལ་དེ་ཉི་མ་ལ་ང། སུ་ང་བྱེད་ལ་ག་པར་བཏང་གི་མེད་ད་ལེགས་འདུག་ད་རེ་བདུན་དེ་ལ་ཡོད། སའི་གི་ཉི་མ་དེ་ལ་ཡོད། འོ་དེ་བྱེད་དུས་སྐབས་ལ་ད་ཐ་མ་དེ་ལ་ད་རེ་བདུན་དེ་ལས་རེ་ཡོད། ཉིས་སྟོང་ཉི་ཤུ་རྩ་དྲུག་ཕྱི་ཟླ་བཞི་བའི་ཟླ་རེའི་བདུན་ལས་རེར་ཡོང། དེའི་ལས་དུས་སྐབས་ལ་འདི་དགོངས་དག་དེ་ལ་ཡང་དག་ཁུངས་ཚང་མ་དགོངས་དག་ཧ་ལགས་ཟེར་གྱི་འདུག་བ་ཡང། ཨ་ན་དེ་སྐྱེ་མེད་དེའི་ཁ་ལ་ཚང་མ་ལ་ཟབ་ཆེའི་དུས་ཡོད་མོ་རང་ནང་མི་དེ་འཛུལ་ཡོད། ཚང་མ་ལ་ཁ་ལ་ལུ་ཁ་ལ་ལུ་ཁ་ལ་ལུ་ཞེས་དུས་ར་དེའི་ཤུལ་ལ་ཚང་མ་ཁ་ལ་ཟ་ཟ་རེ་ཡོད། ཟས་ཟས་ཤུལ་ལ་ཚང་མ་ཉག་ག་དྲུག་དུས་ཡོད། ཉག་ག་དྲུག་དུས་སྐབས་ལ་ཨ་ན་ཡང་དག་སྐྱེ་མེད་དེའི་ཏེས་ཅི་ནས་མཚན་གྱི་མ་ལ་ལངས་བྱས་མོའི་ཁ་ཕྱི་དུ་ལ་ན། ཨ་ད་མོ་རང་གིས་ཡང་དག་ཁྱོ་ག་ག་ཅིག་ཨ་མ་དང་ཨ་ཅག་ཞུ་དོ།

ནང་ལོ་ལི་འདུག་ར། དགའ་རོ་འདི་ནང་ལོ་དྲུག་མོ་འདུག་ར་དགའ་རོ་འདི་ང་ཚོ་འདི་སྒོ་འགྲམ་འདི་ལ་ཀྲུང་ནི་འདེད་འདུག་ཡ། འདི་བྱེད་འདུག་ག་བ་ལ་ནི་འདི་སྐྱི་མེད་འདི་གི་ཨ་ད་འདི་མི་སེ་ངས་བྱོས་ར་འོང་འདི་ལ་རུམ་སྟོན་གོ་ཐུ་ཁྱོ་ག་འདི་འདི་རུམ་ནང་ལ་ཡོད་རེད་ལེགས་འདུག་ར་ངས་རུམ་སྒོ་སྦས་ནི་བྱ་ཡོད་ཁྱོད་ཡ་རྒྱུག་ལེགས་འདུག་ཡ་ཁོ་སེ་ག་ཡ། འདི་བྱེད་འདུག་ག་བ་ལ་ནི་ཨ་ད་མི་སེ་ངས་བྱོས་ཁོ་ཤར་སྐྱ་ཁོ་ར་འདི་རུམ་ནང་འགྲོ་འདུག་འགྲོ་འདུག་ག་བ་ལ་ཁྱོ་ག་འདི་ང་ཚོའི་ད་འདི་གཉིས་ཤོར་འདོད་ར་ད་མི་ཡོད་ང་ཚོ་ནམ་རྒྱུན་དུ་ནོར་མལ་བྲེད་འགྲོ་ཡ། གཉིས་ཤོར་འདེད་འདུག་ག་བ་ལ་ཨ་ནི་ཧ་ད་འདི་མི་སེ་ངས་འདི་གི། ཁོ་རང་གི་ལག་པ་ལ་ལག་ཆ་ག་རེ་འཁྱིལ་ཡོད་ན་ཡོད། དེ་སྒོ་ཁ་ལ་ཨ་ནེ་ཤུགས་ཆུན་པོ་ཅིག་ཞུ་དུས་སྐབས་ལ་ཡོད། ཐེངས་མ་གཅིག་ཁོ་རང་ལ་ཡོད། ཁྱོ་ག་དེ་འགྲོ་ཤེས་དོ། ཨ་ནེ་ཁྱོ་ག་དེ་ལྟ་ཡོད། གཉིད་ཚད་ཁོ་ར་མེད་དུ་ཡོད། སྒོ་ཁ་ལ་ཞུ་ཡོད་དེ་མེད་དེ་མི་བད་འགྲོ་ཤེས་ཡོད། དེ་བྱེད་དུས་སྐབས་ལ་ཨ་ཇུ་ནི་བྷ་འདའ Forensic Report ད་ཁོ་རང་ཚོའི་ཇུ་ནི་ཁ་ལེགས་འདུག་ལ་ན་ར། ཨ་ད་ཁྱོ་ག་དེ་གིས་ད་སྒོ་ཁ་ལ་ང་ཚོའི Injury ཆ་རྐྱལ་ཇུ་ར་རྨ་ཇུ་ར། དེ་མ་ཞུས་དེ་གིས་ང་ཚོའི་གི་ད་ཨ་ད་རིང་ཐུང་ཇུ་ར་དེ་ག་ཚོད་འདུག་ལ་ན། Twelve Inch ཡོད། ང་ཚོའི་གི Inch བཅུ་གཉིས་གི་ཡོད་དེ་གམ་སྐྱིད་ང་ཚོ་རིང་པོ་ཅིག། མ་བཟོད་ཞག་ལས་བསྡུ་ར། འོན་ཏེ་བྱི་དུར་གབ་ལ་ད་ཐ་མ་དེ་ལ་ཁྱོ་ག་དེ་ལ་དེ་འདྲ་བྱིན་ནི་ཟེར། སེ་ས་ཡི་ཞུ་གུ་ལ། ཨ་ད་ཁོ་ཚོ་ཡི་ཁ་ཅི་རེད། ཁྱོ་ག་དེ་རུམ་དེ་ག་ར་ནང་ཡོད་རེད་ཡོད་ཨ་ད་ཁོ་ད་ག་རང་ཁྲག་ས་རེད་བསྡད་ཤག་རེད་ཡོད། ཨ་ནི་ཁ་ཅིག་ཏུ་ལ་ན་ཨ་ད་མོ་དང་མོ་རང་གི་ག་རོ་ཞུ་ད་ཁོ་ཚོ་གཉིས་ཅག་དེ་རུམ་ནང་ལ་བསྡད་བྱས། ཁོ་རང་གཉིས་ཅག་ང་ཚོ་ཡི་ག་ལོར་ད་སོ་སོ་གི Private Time བརྗོད་ར། ང་ཚོས་སོ་སོ་དུས་ཚོད་སྐྱེལ་ཡ་རེད་ར་ཁྱོ་ག་གི་མེད་འོ་དེ་འདྲའི་དུས་ཚོད་སྐྱེལ་ནི། ཁྱོ་ག་དེ་དག་རང་གྲོངས་ཡོད་རེད་ཨན་དེ་ག་རང་ལ་ཁོ་ཚོ་ཨན་དེ་འདྲ་མི་འདྲ་བྱིན་བསྡད་འཇོག་འོ་དེ་འདྲའི་བསྡད་ཚད་ཞུ་གུ་ལ་ཨ་ནི་མ་ཐོན་བྱས་ཨ་ནི་ད་ཁོ་ཚོའི་ཁ་ཞིག་ཏུ་ལབ་པ་ཡིན་ན། ང་ཚོའི་རུམ་ནང་ལོག་གི་མི་འདེད་ཀ་པར་དེ་ཚོ་ཚང་མ་ཁ་ཕྱེ་ནི་བཞག་ཨ་ནི་དོག་ལོ་ཚང་མ་ཕག་ཆུ་གཏོར་ནི་བཞག་རུམ་གང་ཙམ་ཡག་དེ་ཟང་ཟིང་ཡེ་འགྲོ་གསོལ་ནི་བཞག་ཡེ་འཇོག་ཧ་ལམ་མ་བསུ་ན་ནང་ལ་མི་འདེད་ང་ཚོའི་སྐུ་མང་ཞིག་གླས་ནི་ཨ་ནི་ཚང་མ་བཅོམ་ནི་ཁྱི་ཡིན་པ་འགྲོ་ཡོང་དེ་འདྲའི་ཁོ་ཚོའི་ཀྱི་སྟོན་བྱེད་དུ་ལ་ཨ་ནི་ང་ཚོའི་རུམ་ནི་མི་འདེད་དོག་ལོ་ཚང་མ་ཁོ་ཚོའི་ཀྱི་ཧན་གར་གང་ལ་བསྐྱོན་བསྐྱོན་དེ་ཚོ།

ཀླད་སྡུག་སྐབས་ལ་རྒྱུ་ནི་ག་ལེ་ག་ལེ་ཁོ་རང་སྟག་དང་འབྲོང་པ་ཁྱིམ་མཚེས་དང་མི་ཚང་མ་ཧ་གོ་ར། ཁོ་ཚང་མ་ཀླད་སྡུག་སྐབས་ལ་ཡང་དག་མོ་ཕ་སྐད་ལ་ལག་པ་རྐང་པ་བསྡམས་ནས་ཞྭ་གྱོས་སུ་ཐོང་གོ་དང། ཁོ་ཚང་མ་ཡི་ལག་པ་རྐང་པ་དེ་ཚོ་སྒྲུབ་པ་ཞིག་བྱེད་འདུག་སྐབས་ལ། ཡང་དག་མོ་ཡི་ལག་མགོ་བཙུགས་དུས་ཡང་དག་ངས་ཁོང་ལ་ཞུ་བ་ནང་བཞིན་རེད། མོ་རང་གིས་ཡང་དག་སྒྲུབ་མཚང་མ་བཟོས་བྱས་ཤིག་དང། ནང་ལ་དེ་འདྲ་མིའི་ང་ཚོ་ཡ་མཚན་བོད་ཀྱི་རྫུས་ལས་སུ་ཡང་དག་འོང་དེ་གི་ཁྱོ་ག་དང་སྐྱེས་མེད་དེ་ལ་ཡང་ང་ཚོས་རུམ་ལོག་ཀ་ལོག་ནང་ཞྭ་ཟ་ལས་བཞག་དེ་ཞུ་ལ་ཡང་དག་ཁྱོ་ག་དེ་གི་ཡང་དག་དེའི་མི་དེ་མཉམ་དུ་རྫི་ངན་ཐབས་ཤེས་བྱེད་འདུག་སྐབས་ལ།

འདི་མགོ་སྤེལ་ཐབས་ཤེས་བྱས་ནས་ཁོང་ཚོ་ནང་འཛུལ་ཐབས་ཤེས་བྱེད་ཡོད་ཅིག་དེ་འདྲས་ཀྱི་རྟགས་མཚན་ཡོད་རེ་བ་ཡང། ཡིན་ན་ཡང་ད་པུ་ལིས་ཁོ་རང་འཛུལ་གྱིས་དེ་འདྲས་བལྟ་བའི་སྐབས་ལ། མགོ་ལ་ཡོག་སྐྱོན་ཆེ་བཟོས་མི་འདུག་ལེགས་འདུག་མགོ་ང་ཚོ་ནམ་རྒྱུན་ག་འདྲས་ཡིན་པ་དེ་ད་ག་རང་ཡོག་ཧ་ལ་མ་སོ་ནང་ལ་ཡོག་མི་ངོ་ཤེས་པ་ཅིག་འཛུལ་སྐྱོར་འགྲོ་ཡོག་ང་ཚོ་མགོ་དེ་འདྲས་ཁ་འུག་མ་བྱ་བ་ཆེ་དེ་འདྲས་ཤར་ཀ་ཡག་འཛུལ་སྐྱོར་འགྲོ་ཡོག་དེ་འདྲས་འགྲོ་ཆེ་པུ་ལིས་ཀྱི་ཚོར་སྣང་ཅིག་གླེགས་འདུག་ར། ཨ་ནི་སྐད་ཆ་གཉིས་པ་དེ་ག་རེ་ལ་ན། ཨ་ད་གལ་སྲིད་ཡོག་ནང་ལ་རྐུ་མ་འཛུལ་ཆེ་ཨ་ནི་ད་རྐུ་མ་གིས་བཅོས་མའི་ཐབས་ཤེས་བྱེད་ནར་འདུག་ར་ཡ། རྐུན་མ་དེ་ཚོའི་ནང་ལ་ཅིག་ང་ཚོ་དོག་ལུ་ནས་ཚོ་ཧན་གར་གང་ལ་སྤྱང་རྒྱོད་བྱོས་ར། དེ་ཚོ་ཁོང་ཚོའི་མ་པི་བྱས་ས་ལ་ཡན་དྲེ་ཏིང་ནས་བཞག་རྒྱོ། དེ་འདྲེ་ཁོང་ཚོའི་བྱིའི་མ་རེད་ལགས་དོ་རྐུན་མ་དེ་ཚོའི་ཡོ། ཤར་ཀེར་ཁོ་རང་ཚོ་མེན་ཏར་ཀེར་ཁ་རེ་པེ་ཤ་དང་ང་ཚོའི་གན་རྒྱ་དང་དེ་ཚོ་ཁོང་ཚོ་ཤར་ཀེར་ཁིན་བྲུས་གིར་མ་ཚོ་ཅིག་ང་ཚོ་ཧན་གར་གང་ལ་སྤྱང་རྒྱོ་དོག་ལུ་ནས་ཚོ་མ་པི་ས་ལ་ཏྲམ་མ་པི་ས་ལ་ཏྲམ་བྱིའི་མ་ར། འུ་དེ་བྱེད་དུས་སྐབས་ལ་དེ་ལ་ང་ཚོ་དོག་པ་གཉིས་བ་ཅིག་ཆགས་འོར་ཡོ། ཨ་ནི་དོག་པ་ཟག་བའི་སྐད་ཆ་གསུམ་པ་དེ་ག་རེ་ལབ་པ་ཡིན་ན། ཨ་ནི་ད་ངའི་སྐྱེ་དམན་དེའི་ཁ་ལ་སོ།

གཉིས་ཀྱིས་མ་ཁོ་རང་ལ། གྲོང་ཤར་ལེགས་དུ་ཡོད། ཞུས་བྱས་ཨན་ད་ང་རང་གྲོང་ཤར་ལེགས་དུ་ཡོད། དེ་བྱེད་དུས་སྐབས་ལ་ཁྱོ་ག་དེ་ཡར་ལངས་དགོས་ར་ཡོད་མ་རེད་ཡ། མོ་ཡིས་གང་འདྲ་བསྒྲུབ་ན་ཁ་ལོག་རེད་ཁྱོ་ག་དེ་ཡར་ལངས་རེད་གཟིང་རེད་དེ་ཞུས་ལ་ནི་དགོ་ང་རར་ལོག་ར། དེ་མ་རེད་ལོག་ཧྥ་རན་སིག་གི་ལ་ན་ཁ་ལོག་རེད་ཧྥ་རན་སིག་ཀྲིམ་ཁོ་རང་ཚོ་ཡི་ཁ་ལོག་ལ་ན། ཁྱོ་ག་དེ་ཡོད། གཉིས་ཀྱིས་མ་ཁོ་རང་ལ་ཁོ་དགོ་ལ་ཞུས་བྱས་ཨ་ནི་ཁོ་གཉིས་ཀྱིས་མ་ཁོ་རང་ལ་གྲོང་ཤར་ལོག་ར་དོ། དེ་བྱེད་དུས་སྐབས་ལ་ཁྱི་མེད་དེ་གི་ད་གིས་ང་ཚོ་ཡི་ལ་རྒྱོ་དེ་དང། ཨ་ད་དེ་ཐུགས་མགོ་མོ་འདའ་ཧྥ་རན་སིག་གི་ལ་རྒྱོ་དེ་ཐུགས་མགོ་མོ་འདའ། དེ་བྱེད་དུས་སྐབས་ལ་དོག་པོ་སུན་པ་དེ།

ད་ལྟ་རྒྱན་ཆ་དེ་ཚོ་ཡང་ཚང་མ་མོ་རང་གིས་ནང་དེ་ནང་ལོག་ལ་གཡས་གཡོན་གཅིག་ལ་སྦས་ནས་བཞག་འདུག་ངོས་སྐད་ཆ་ལ་རྒྱུ་ཚང་མ་རྫུན་མ་ཆགས་སོ། དེ་བྱེད་འདུག་སྐབས་ལ་ཨ་ན་ད་ཐང་མ་དེ་ལ་ཨ་ན་ཉེས་རྟོག་པ police དེ་ཚོས་ཁ་ཅིག་ཏུ་ལ་ན་སྐྱེ་མེད་དེ་ལ་དྲི་བ་དྲིས་ནས་ཏང་ཨའི་འགོ་གཙོའི་འོས་བསྡུ་ར་ང་ཚོ interrogate བྱེད་འདུག interrogate བྱེད་འདུག་སྐབས་ལ་ཨ་མོ་རང་གིས་ཡང་ད་ལྟ་སྒྲུབ་མཆིས་བཤད་ན་ད་ར། དེ་ཞུས་ལ་ཏང་ང་ཚོ next དེ་ལ་ཡང་མོ་རང་སྐད་ཆ་གཞན་པ་ཅིག་ལ་ཡོད་འདུག་སྐད་ཆ་གཞན་པ་དེ་ལ་ཐུག་སྐབས་ལ

ད་ལྟ་པུ་ལིས་དེ་ཚོའི་གིས་ཧ་གོ་གི་འདུག་ཡོད། དེ་ཡོད་པུ་ལིས་དེ་ཚོའི་གིས་ད་ལྟ་སྐྱེས་མེད་དེ་ལ་དྲི་བ་བཏང་བའི་སྐབས་ལ་སྐྱེས་མེད་དེ་གིས་ཡོད་སྐད་ཆ་དྲང་པོ་བཅས་བཤད་རོགས་བྱོས་འོ་མ་རེད་ཡོད། དེ་བྱེད་དུས་སྐབས་ལ་ཨ་ནི་ཨ་ད་ཐ་མ་དེ་ལ་ད་ཨ་ད་པུ་ལིས་གིས་ཁ་གཅིག་ཏུ་ལབ་ན། ཁོ་རང་ཚོའི་གིས་འགེམ་གཅིག་བརྩེགས་ཀྱི་འདུག་པུ་ལིས་གིས་ཡོད་ད་སྐྱེས་མེད་དེ་ཉམས་དོན་རེད་ཡོད། དེ་འགེམ་དེ་ཁ་རེ་ཤར་ལབ་ན། ཨ་ནི་ཨ་ད་པུ་ལིས་དེ་ཚོའི་གིས་རྫུན་མ་གཅིག་ལབ་གི་འདུག་ར། ཁ་ལབ་གི་འདུག་ལབ་ན་ར། ཨ་ནི་ལབ་གི་འདུག་ཁྱོད་རང་གིས་ཨ་ད་ཁྱོ་ག་སེང་རྒྱན་གྱི་མི་གཅིག་ཡོད་རེད་འདུག་ར། དེ་ང་ཚོའི་གིས།

མ་རེ་ཤ་ལེགས་འདུག་ར། ཨ་ནེ་འདི་འདི་སྐད་སྟེ་ཁ་རེ་ཤ་ལ་ན་ལེགས་འདུག་ར། ཨ་ལ་སྐྱིད་མེད་འདི་མོ་རང་གིས་མོ་རང་དགའ་རོགས་རྒྱབ་འདུག་ལ། དེ་ཚོ་ཚང་མ་འཆར་གཞི་དེ་ཚོ་ཚང་མ་སྒྲིག་བྱས། ཨ་ནེ་དེ་ཡི་ཞུ་ལག་ལ་ཁྱོ་ག་དེ་ལ་ཁོ་ཚོས་ཀྱི་དེ་འདྲའི་བཞིན་ཐ་མ་དེ་ལ། སད་རེད་ལ་ནི་མི་རེད། ཨ་ལ་སྐད་སྟེ་འོ་དེ་འདྲའི་ཅིག་རེད་ལེགས་འདུག་ཡོ། ཨ་ནེ་དེ་ཞུ་ལ་ལྟ་འདའ་མོ་སིམ་གྱི་འདུག་མོ་རང་གི་དགའ་རོགས་དེ་ཚོ་སིམ་གྱི་འདུག་ཨ། ཨ་ནེ་འདའ་མི་གསུམ་པ་དེ་ཡང་འདའ་སིམ་གྱི་རེད་ཞུ་ཡང་འདའ་འདི་ཁྱོ་ག་སེང་ངེ་མི་ཞུ་ར། ཁོ་ཡང་འདའ་སིམ་གྱི་རེད་ཞུ་ཡོ། དེ་བྱེད་འདུག་སྐབས་ལ་ཨ་ནེ་འདའ་སྐྱིད་མེད་དེ་ལ་འཇུས་ནས་ལྟ་ཁོ་ཚོ་ཡང་མ་བྲིས་པ་བཏང་འདུག་སྐབས་ལ་ཨ་ནེ་ཁྱོད་ར་ཁྱོ་ག་སེན་དགོས་པ་ཡོད་ལ་འདུག་སྐབས་ལ་སྐྱིད་མེད་དེ་ག་ལུགས་ལྟ་ན། ང་ད་མོ་རང་གི་ཁྱོ་ག་དབུགས་ནད་བྱུར་ར་འོ་དེའི་སྲས་ནི་ང་ལ་མོ་རང་འགྱོད་པ་མེད་ལས་དུས་ཐ་མ་དེ་ལ་ཨ་ནེ་དང་སྐྱེ་མེད་དེ་དང་ང་ད་མོ་རང་གི་དགའ་རོགས་ཤིག་དང་ཁོ་རང་གཉིས་ཆ་ཇུས་ཚར་ཡོད་ཨ་ནེ་ད་རིང་གི་བརྙན་ཐུང་ད་གམ་བསམ་གྱིན་ཚང་མ་ལོས་ཨ་ནེ་ད་རིང་གི་བརྙན་ཐུང་བརྒྱུད་ནས་ཚང་མ་ལོས་ལ་ལས་སེམས་དང་སློབ་གསོ་གལ་ཆེན་པོ་དེ་འདྲ་ར་བསམ་གྱིན་འདུག་ཨ་ནེ་ཚང་མ་ལོས་བརྙན་ཐུང་ཟེར་བ་ལ་སྙིང་ཐག་པ་ནས་ཐུགས་རྗེ་གནང་ག་བ་ལ་ཞུ་གི་ཡོད་ན་ག་བ་ལ་ཕེབས་ཀྱི་ཡོད་ན་ཚང་མ་ལོས་ཟབ་གསོ་གནང་རོགས་གནང་ལྕགས་པོ་གནང་རོགས་གནང་ཨ་ནེ་རྗེས་མའི་བརྙན་ཐུང་དང་གཞན་ཡང་ཚང་མ་ལོས love you all my youtube family bye།